ཏེ་ཁ་མ་གྲོ་བཞིའི་དུག་ལ་མ་སྦ། དེ་ལས་ཨོམ་བྷ་གེ་དེ་ན་མ་སེ་མི་བཅུ། ཨོམ་བྷ་གེ་ཤུ་རི་མུ་སེ་མི་བཅུ། ཨོམ་བྷ་ཛ་ར་ཏིག་ཤི་ན་དམ་སེ་མི་བཅུ། དེ་ལས་ཨོམ་མ་མཛུ་གོ་ཤ་མུ་ཧུ་སེ་མི་བཅུ་ཁ་བཞི་ཡོད་ལ། ཏེ་ཨི་རུ་ཏེ་དེ་ན་ལས་ཀྱི་ད་དི་བཞི་བདེ། ཏེ་བྷ་མི་འབྱང་བ་ད་དོ་ངི་ཅི་ར་ན་ལུ་འབྲུ་ག་ག་ན་ལུ། ཏེ་རྗེ་མེང་སྐུ་མདོ་ཏེ་དམར་སེར་ཅན་གྱི་དེ་སྔགས་ཡིན་ལ། དེ་ཨ་ནི་དེ་བྷ་དབང་སྣང་ར་རྣམ་དག་དེ་སྔགས་དེ་བེའུ་ད།

ལག་ནི་གི་ཚོགས་བཅུ་སེ་ལ་སོགས་བསྒོ་བ་དེ་ཡང་ཉིན་པས་ལ། དེ་ལན། ཁ་གཉིས་པའི་བཤད་གཏོང་མི་ཕི་དོ་ཅིའི་དེ། བདག་ནི་བོད་ཀྱི་ཀླུ་འབུམ་ཚེ་རིང་སེ་མི་དེ་གི་ཁོ་གི་གསུང་བྱ་མི་ན་ལ་ཨ་རག་སེ་མི་དེ་གི་འགྲོ་བ་སེ་མི་གི་ལུ་དེ་གསུང་བྱ་བྱ་བས་འདུག་ཨིན་རུ། ད་ཨ་རག་སེ་མི་དེ་གི་འཇའ་ག་པ་འདི་ད་མང་ཤོ་མང་ཤོ་གི་ར་ད་མྱུར་དུ་སེ་མི་དེ་རུ་ར་གོ་གོ་ནི་དེ་གི་ད་མྱུར་དུ་ཡོན་ཏན་གི་ད་ཚུར་ཤ་སེ་ང་ཅ་ར་བས་བ་ཅན་དེ་ཀིལ་ཚིག་པས

ལྟེ་བའི་ཕྱི་ལས། ཕྱི་གཟུགས་བརྟུལ་ཞུགས་ལ། ཨ་ནི་སྐབས་ལོ་དགྲ་བཅོམ་མར་པ་ལོ་ཙཱ་བ་སེམས་མེད་དེ་གངས་ཅན་གྱི་ལྗོངས་ན་ལོ་བརྟུལ་ཞུགས་གསར་མ་ན་ལས་ལོ་ཙཱ་བ་མཁས་ཤོག་ཡིན། དེ་ལས་ནི་གསུམ་པའི་པའི་ལོ་ཆེན་རིན་ཆེན་བཟང་པོ་སེམས་མེད་དེ་འཁྲུངས་སུ་དེ་བུའི་ཁོ་ར་མངའ་རིས་ལས་ཡིན་ལ། དང་ནི་ཁོང་གཉིས་དེ་གིས་མཛད་པའི་སྒང་ལས། དགྲ་བཅོམ་མར་པ་ལོ་ཙཱ་བ་སེམས་མེད་དེ་ཕྱུག་མོ་གངྒཱ་ཡའི་ཕ་རྒྱལ་བརྟུལ་ཞུགས། ལོ་ཙཱ་བ་དེ་གིས་སྦྱོར་བ་མཛད་པ་དག་རྒྱུའི་ན་ལོའི། རྨད་བྱུང་གི་རྒྱུད་སེམས་མེད་ཀྱི་མཛད་པ་ཨ་ན་ན་ལོ།

ཁོ་བོ་མ་བྱེད་མིག་གི་རིང་ལུགས། མདོ་སྔགས། གཞུང་ལུགས་དགའ་བདེ་ཅེས་ར་ཁྱེར་རུ། རྟོགས་པ་དགའ་བདེ་ཅེས་ར་ཁྱེ་ཁེབ་ཡིན་རུ། སྒྲ་སྦྱོར་མ་པ་ང། བཞུགས་སྟངས་དེ་གི་དེ་ཁ་ར་མི་སེ། ཁོ་གི་ཨནི་བའི་གསུང་ར་ནུ་བ་ཨ་ནི་བོ་དོ་སྐྱེ་ཆོག་ཁོ་གི་ཨ་ནི་བའི། ཆར་ཞག་དེ་གི་རྩ་ས་ཛ་དི་དེ་བི་ར་ཞག་ནང་མི་དུ་ལུ། དེ་ང་ཅི་གི་དེ་དི་དེ་བི་ར། ལྷ་དང་བ་ཀན་མི་འོང་སེ། དེ་ཨ་ནི་བའི་ནི་གི་ཨོམ་ཨ་ར་པ་ཙ་ནི་དི་ཤི་སེ། ལྷ་དང་བ་ཀན་མི་འོང་སེ། དེ་ལོ་དི་གི་བསྒྱུར་བ་འཇའ་ག་ནོ་ལོ་རྫེབ་སྒྲོག་ཅི་བི་བ་ཅན་ཨོམ་ཨ་ར་པ་ཅ་ནི་དི་ཤི་སེ་བསྒྱུར་བ་ཨ་ཉོ་ཀོང་གི་མ་ལོ་བི་པེ། རྩ་འདི་ལྕགས་བེ་ར་ཡང་ཉོ་ལ་ད་རེ་ཨ་ནི་སུམ་བེ་གཡག་སོ་བེ་བ་ཅིན་སེ་ཨ་ནི་ཅི་ཁ་བེ་ཏེ་དོ་ཏོ་ཤུ་དོ་ལ། ལ་སོ། ལ་སོ་ལ་ཇོས་སྒྲ་ད་རུ་ཚ་ཅི་ཏེ་ང་ར་ཁ་ཐུ་ལེ་དོག་སོད་བེ། དོག་པ་བེ་ཤུ་བ་ཅིན། ད་ང་ཅི་ཁི་ཏེ་ག་ཏེ་བེ་ལྷ་དུས་ག་སེ་ཤུ་སྒྲ་ཅི་བེ་བ་ཅིན་མང་ཤོས་ཅི་ཁི་ར་སློབ་སྒྲ་ཚུ་ནེ་ལེ་བྷ་ཡ་ཨ་ཨ་ལུ་ཚུ་ཁི་ཏེ་བེ་ལྷབ་མེ་ད་ང་ཅི་རེ་ཁི་ན་སྒྲ་ས་ད་ཤི་ར་ཁི་ས་གོ་ན་ལུ་ཡ་ད་ཡ་ཏེ་བེ་ར་ལྷ་ས་གོ་ཡི་སེ་ཤུ་ནི་ལ་ཨོམ་ཨ་ར་བ་ཙ།

ཨིན་ལ། ལེགས་པོར་གཉིད་ཡ་ནས་ཡོད་ནི་འདི་གི་ཨིན་ཟེར་རྨུགས་ལ། ཨིན་ལ། ཁོ་གི་ཡིག་གུ་དེ་ཁ་བཞི་ལ་ལེན་ཐབས་དེའུ་ལ་མང་ཤོས་མང་ཤོས་གསུམ་པའི་དེའུ་ར་སོང་མི་གི་ཚང་མ་ཡ་ཁོ་བཅུག་ཐུབ་ལ་ས་སོང་མི་གི་ཚང་མ་ཡ་ཁོ་བཅུག་ཐུབ་ལ་ཡ་སོང་མི་གི་ཚང་མ་ཡ་ཁོ་བཅུག་ཐུབ་ལ་དེ་ནི་བོད་དོ་ཁོ་གསེར་གྱི་རྣམ་པ་གསུམ་འདི་ཏེ་དོ་སྟོད་ཀྱི་ཀབ་ལུ་ཁོ་རྣམ་ཆེ་བའི་ཐན་དེའུ་ལ་ཨ་ནི་ཨིན་ལ་ཨ་ནི་བེ་ནེ་སེལ་གྱི་ཨིན་ལ། ལ་སོ། ཨ་ནེ་བེ་བོ་ཆིན་ཨིན་ཆི་མི་ཏྲི་ར་དི་ཧི་སེ། ཨིན་ལ། ཨ་ནི་ཡི་ཀུ་དི་གི་ཀུ་དུ་བ་ལ་དོ་དོ་ཨ་ནེ་དི་ཧི་སེ། ཨུ་གསུམ་གྱི་བེ་བོ་ཆི་ཨུ་ཧུ་སེ་ཨ་ཉོན་བ། དི་ཧི་སེ་ནི་ལ། ཨོ་ལ།
ཏ་ཡི་ཀུ་ཀ་གསུམ་གྱི་བ་ཆི་ཀི་ཧི་ཀུ་ཧུ་ཏི་ཀེ་ཧི་ཀོ་ཧུ་ཀ་ཡི་ཧི་ཀ་ཨུ་ཧུ། ཨ་ནི་གསུམ་པའི་ལྗོངས་ལ་ཀོ་ར་རྣམས་ཀྱི་ལ་ཡིག་སོ། ཏོ་ཞེས་པ་ཏི་ལ་ལུ་ཀེ་ནེ་ཏྲི་མོ་བ་ལ་ཨ་ར་པ་ཚ་ན་དི་དི་སོ་དོ་ལུ། ཨ་ར་པ་ཚ་ན་དི་དི་ཧི་སེ་བ་མོ་ལ།

ད་ནི་རྣམ་བཅས་སྐྱབས་སྒོ་སྤེལ་ཏེ་རྣམ་བཅས་སྐྱབས་ཚོགས་བདག་ལ་དེ་ཤེས་མི་ཁྱབ་ལ། ད་བ་ནི་རྣམ་བཅས་སྐྱབས་ཚོགས་བདག་ལ་ཨ་ད་དེའི་གཏེར་ཤེས་གསུམ་པའི་ཡིན་པས་ད་ཤེས་སྐྱབས་ཤེས་ཨེ་གེ་སེ་བཞག་མི་འདུག་བ་ལ་ཨ་ན་ན་ལུ་སེལ་གྱི་རྣམ་པ་གསུམ་ཨ་ན་ན་ལུ་ཡེ་ཤེས་མ་ཤེས་པའི་གྱི་རྟགས་ཡིན་པས་བ་ལ་ད་ནི་བའི་ཏིང་ཤུ་ལུ་དགུ་དེ་ལས་ཨ་ནི་གྱི་རྡོ་དོ་རྣམ་བཅས་ཕི་དོ་གཉིས་ཀྱི་ཡོད་མི་དེའི་རྣམ་བཅས་ཨ་ནི་ལས་སྐོར་གཉིས་ཡོད་མི་དེའི་བ་ན་ཀོ་ལས་བ་གཏེར་ཤེས་ཀྱི་རྟགས་སོ་སོ་ཡོད་ལ་ལེགས་སྦྱར་ལྷ་ཡེ་ཀེ་ན་ལུ་མིའི་འཁོར་ལ

འཇམ་པའི་སྔགས་འདི་ལ། ཨོམ་ཨ་ར་པ་ཙྪ་ན་དེ་ཧི། ན་དེ་ཧི། ཨ་ན་ལོ།
དེའི་དེ་ལོ་ཨ་ཅུ་ཅུ་ཡོད་པ་ལ་ཨ་ནི་མི་ནི་སེ་གེ་ལ་གཉིས་པས་དེ་ལན། ཏོག་དང་མི་ལ།
དེ་ཧི། ལ་སུ་ཀ་དྲི་བྱས་ལ།